འདི་གལ་ཡང་མ་རེད་གལ་ཀུ་ཅི་ཡང་མ་རེད་ཟེར་གྱི། རྒྱལ་སྲས་ཕ་ཆོས་དེ་གའི་ནོར་འཁྲུལ་ཆུང་ཙག་ཅིག་ཤོབ་ཡིན་ནས། དེ་ལས་གལ་ཀུ་ཅི་ཡང་མ་རེད་འདི་སྒྲིག་དཀྲུག་རེད་ཟེར་གྱི། ང་ལ་གལ་ཀུ་ཅི་མེད་སོང་ཙང་ངས་གལ་ཆེ་ཐུག་གི་མེད་ཟེར། ཨོ་དེ་འདྲས་ཅིག་ཞེ་སྡང་གཅོད་ད་གལ་ཀུ་ཅི་ཟེར་དེ། དེ་ལ་ཡ། གར་ཟེར་ན་ད་ཟུར་ཆག་གི་སྐད།

ཟེར་བ། སོང་ཙང་སྐུ་ཁྲི་ཟེར་ཏེ་རྒྱ་གར་གྱི་ཐ་སྙད་ཅིག་རེད་སོང་ཙང་འདི་བོད་སྐད་ནང་ལ་འདྲེས་འདྲེས་བཏང་རྗེས་གསལ་བྱེད་དུ་ཆེ་བོད་ཆུ་བཏང་གི་ཡོད་མ་རེད་ཞུ་ཡས་ཡིན། ཁྱོད་རང་གི་རྒྱུན་སྡོད་འཚོ་བའི་ཁྲོད་ལ་རྒྱ་གར་རེད་བོད་ཆུ་བཏང་གནང་གི་ཡོད་གལ་ཡོད་མ་རེད་ཟེར་གི་ཡོད་པས་ཡང་མེད་ན་གལ་སྐུ་ཁྲི་ཡོད་མ་རེད་ཟེར་གི་ཡོད་བྱས་ན། དེ་རིང་ནམ་འཚོའི་ཁྱད་པར་རེད་སོང་ཙང་ཉི་མ་ད་རིང་ནས་བཟུང་རྗེས་གལ་སྐུ་ཁྲི་མེད་པ་བྱས་གལ་ཡོད་མ་རེད། ང་ལ་ག་རྒྱལ་ཆེ་མེད་སོང་ཙ་གས་ཡོད་མ་རེད་ག་ལ་གས་ཟེར་དེ་ཐ་སྙད་དུ་བོད་སྤྱི་དང་ནང་གོ་རེད། གལ་སྲིད་ཁྱོད་རང་ངའི་བརྒྱུད་ལམ་དེ་ལ་ཐེངས་དང་པོ་གསན་གཟིགས་གནང་རྒྱུ་ཡོད་མིན་ན་ཡིན་གཅིག་ཚོགས་ཞུགས་གནང་རོགས་གནང། དེ་ནས་གཞན་ག་ད་གལ་སྲིད་དགོངས་ཚུལ་དེ་འདྲ་ཡོད་མིན་ན་འོ་ལ་ཞབས་ཆོན་འགོད་རོགས་གནང་ད་ནས་བཞི་འོ་ལ་ཡ་དྲི་བུ་ཐུང་བྱས་དེ་ནས་དབྱིན་ཡིག་ཐོག་ལ all ཞེས་པའི་དེབ་སྣོན་དེ་བསྣན་པ་ཡིན་ན་ངས་རྗེས་མའི་ལེ་ཚན་འདི་གའི་གསལ་བརྡ་ཁྱོད་རང་ལ་འབྱོར་གི་རེད། བྱས་ན། གཉིས་ས་དེ་རིང་གི་ལེ་ཚན་ད་ག་རང་ཡིན་ཇི་མེད་ལེ་ཚན་ནང་བསྐྱར་བསྡུ་བྱེད་ཡོང། ཇི་ལྟ་འཇག་གོ། སྙན་སེང་གནང་བ་བཀའ་དྲིན་ཆེ། སྐད་རིགས་མང་པོ་ཤེས་ན་བཟང་མོད་ཀྱང་རང་གི་བག་གི་བྱེད་ན་ངོ་ཚ་ཡིན།